བོད་ཀྱི་བརྙན་འཕྲིན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ། ད་རིང་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་པ་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་གཅིག་རེས་གཟའ་མིག་དམར་ཉིན་གྱི་གསར་འགྱུར་ལས་རིམ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ནང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་རྒྱ་གར་དབུས་བྷི་ཇེ་བྷི་སྲིད་དོན་ཚོགས་པའི་ཚོགས་གཙོ་གསར་པ་ལ་འཚམས་འདྲི་ཞུས་པའི་སྐོར་དང། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་བློ་འཕེལ་གྱི་རྒྱུ་དོན་པའི་ཟབ་སྦྱོང་ལེགས་གྲུབ་བྱུང་བའི་སྐོར་བཅས་ཞུ་རྒྱུ་ཡིན།

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་པད་མ་འབྱུང་གནས་མཆོག་གིས་རྒྱ་གར་དབུས་གཞུང་གི་འཕྲོད་བསྟེན་བློས་འབྱེད་ཟུར་པ་སྐུ་ཞབས། Jagat Prakash Nadda། མཆོག་རྒྱ་གར་གྱི་སྲིད་དོན་ཚོགས་པ་ཆེ་ཤོས BJP སྲིད་དོན་ཚོགས་པའི་ཚོགས་གཙོ་ཐེངས་བཅུ་བཞི་པར་བསྐོ་གཞག་གནང་བར་འཚམས་འདྲི་ཞུས་གནང་འདུག་འཚམས་འཕྲིན་ནང་སྐུ་ཞབས་ཁོང་ནི་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་པ་ཡོད་མཁན་ཞིག་དང། བོད་དོན་ཐོག་ཡུན་རིང་ནས་རྒྱབ་སྐྱོར་གནང་མཁན་ཞིག་ཀྱང་ཡིན་པ་དང་བོད་དོན་འཐབ་རྩོད་སྐོར་གསལ་པོ་མཁྱེན་གྱི་ཡོད་སྟབས་སྐུ་ཞབས་ཁོང་དང་ཁོང་གི་སྲིད་དོན་ཚོགས་པས་བོད་དོན་ཐོག་སྔར་ལས་ལྷག་པའི་རྒྱབ་སྐྱོར་གནང་རྒྱུའི་རེ་བ་དང་ཡིད་ཆེས་ཡོད་པ་འཁྱོལ་འདུག་དང་ནང་བཞིན་བོད་རྒྱའི་དཀའ་རྙོག་སེལ་རྒྱུར་ཞི་བའི་གྲོས་མོལ་བསྐྱར་གསོ་ཡོང་ཐབས་སླད་རྒྱབ་སྐྱོར་གང་ཐུབ་གནང་སྐྱོང་ཡོང་བའི་འབོད་སྐུལ་ཡང་ཞུས་གནང་འདུག། མཐའ་དོན་དཔོན་སྡེ་ཚོགས་གཙོ་མཆོག་གིས་ངེད་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་རྒྱ་གར་གཞུང་དང་མི་མང་གཉིས་ཀྱིས་འདས་པའི་ལོ་ངོ་དྲུག་ཅུའི་རིང་བོད་ཀྱི་འཐབ་རྩོད་དང་བོད་མི་མཐུན་འགྱུར་རྒྱབ་སྐྱོར་གནང་བར་བཀའ་དྲིན་ཤིན་ཏུ་ཆེ་ཞུས་ཤིང། ཁོང་གིས། ཚོགས་གཙོས་ཐུགས་འགན་བཞེས་པའི་རིང། ལས་དོན་གང་ཅིར་བྱ་བ་ལམ་ལྷོང་ཡོང་བའི་སྨོན་འདུན་བཅས་ཞུས་གནང་འདུག། རྒྱ་གར་ལྷོ་ཕྱོགས་མོན་གྷོ་འབྲས་སྤུངས་བློ་གསལ་གླིང་སྒོམ་དྲུག་དང་ཚེ་ནི་ལྟེ་གནས་ཁང་དུ། བདུན་ཕྲག་སྔ་མའི་རེས་གཟའ་ལྷག་པ་ནས་དཔལ་འབར་བར་ཉིན་གྲངས་བཞིའི་རིང་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་འབྲས་སྤུངས་བློ་གསལ་གླིང་སྒོམ་དྲུག་དང། ཚན་རིག་ལྟེ་གནས་ཁང་དང། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ཐུན་མོང་ནས། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་བློ་འཕེལ་གྱི་རྒྱུད་འདོན་པའི་ཟབ་སྦྱོང་གི་གོ་སྒྲིག་གནང་བ་དེ་ད་ཆ་ཡོངས་སུ་ལེགས་པར་གྲུབ་ཡོད་པ་རེད། ཐེངས་འདིའི་ཟབ་སྦྱོང་ནང། བཙན་བྱོལ་བོད་མིའི་སློབ་གྲྭ་ཁག་དང། ཏཱ་ལའི་བླ་མ་མཐོ་སློབ། ས་རཱ་བོད་ཀྱི་མཐོ་སློབ། འབྲས་བུ་བློ་གསལ་གླིང་སློབ་གྲྭ། སེར་མོའི་སློབ་གྲྭ་སོགས་ནས་ཁྱོན་བསྡོམས་ཟབ་སྦྱོང་བ། བཞི་བཅུ་ཞེ་བརྒྱད་མཉམ་ཞུགས་གནང་འདུག་ཟབ་ཁྲིད་གནང་མཁན་ནི། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཆེན་མོ་དགེ་བཤེས་བློ་བཟང་བསྟན་འཛིན་ལགས་དང། ལོ་ཙཱ་བ་བརྩོན་འགྲུས་བསམ་འཕེལ་ལགས། རྒན Christina Trineri། ལགས་བཅས་གསུམ་རེད་འདུག་ཟབ་སྦྱོང་དངོས་གཞི་ཡི་ཉིན་བཞིའི་རིང། ཟབ་སྦྱོང་སྤྱི་ཡོངས་ཀྱི་སྒྲོམ་གཞི་དང་དེ་ཡི་དམིགས་ཡུལ། སྲིད་ཤེས་ཡོན་སློབ་གསོ་དང། དེ་ཡི་སྒྲོམ་གཞི་ངོ་སྤྲོད་སློབ་གཞི་དེ་ཡི་རྒྱབ་ལྗོངས་གནས་ཚུལ་དང་དེ་ཡི་བྱུང་རིམ། སཱིའི་ཤེས་ཡོན་སློབ་གསོའི་བསླབ་གཞིའི་ངོ་སྤྲོད་དང་བསླབ་གཞིའི་ནང་མྱོང་ཚན་ཁག་ངོ་སྤྲོད་དང་ན་གཞིའི་སྙིང་རྗེ་དང་སོར་ཆུད་ཀྱི་ནུས་པ། དབང་ཚོར། སེམས་མྱོང། ཡིད་ཆེས། རྟེན་འབྲེལ་སོགས་སློབ་ཁྲིད་གནང་ཡོད་ཅིང། ཟབ་སྦྱོང་གི་གནད་དོན་ཁག་ཞིབ་ཕྲ་བཤད་པའི་སླད། བརྗོད་གཞི་མཐའ་དག་བྱེད་སྒོ་འདྲ་མིན་གྱི་ལམ་ནས་ཁྲིད་གནང་བ་མ་ཟད། ཉིན་ལྟར་ཟབ་སྦྱོང་བ་ཚོས་བསམ་ཚུལ་བསྡུ་ལེན་དང་ཟབ་སྦྱོང་གི་ནང་དོན་དང་ལམ་སྟོན་གལ་ཆེ་ཁག་ཕུལ་བསྒྱུར་གནང་ཡོད་པ་རེད།